ཐག་ཐོག་མེད་པར་དྲང་གི་མི་ཤེས་པ་ཡམ་ཙམ་འདི་ཡོད་གི། ཡི་གེ་གང་ཡིན་ན་ར་ཐག་ཐོག་མེད་པར་འདོན་ཐུབ་པ་ཟེར་གི་ཡོད་གི། རྒྱ་ཡིག་འོ་རྒྱ་ཡིག་གི་སྐབས་སུ་ཁོང་གི་མི་ཤེས་མི་ཤེས་ཀྱིས་དེ་གསུང་གི་འོ་ཡིག་འདོན་ཤེས་ཡ་ཀྱིས་དེ་མི་གསུང་གི། དེའི་རྒྱུ་མཚན་ནི་གནས་ལུགས་ཚང་མ་ཡོད་ས་ནས་བདེན་དཔང་གི་ཆེད་དུ་ང་ཚོས་ཤེས་པ་ཆུང་ཆུང་དེ་ཚོད་ལྟ་སྟངས་ཤིག་བྱས་པ་ཡིན། ད་འདི་ནས་པར་གཉིས་གཏོང་བཞག་ནོ་པར་གཏོང་འོག་ཏུ་ཉི་མ་དེ་འོག་ད་ཉི་མ་དེའི་ཉི་མ་གི་པར་མ་རེད་དེ་ལོ་གཅིག་འགོར་ནས་བཞི་རེད་ལོ་དགུང་ལོ་དྲུག་གི་སྟེང་གི་པར་ཟེར་ཡིན་ད་ད་དགུང་ལོ་ཉི་མ་དེ་ཕེབས་ནས་པར་ངག་ལ་མ་ཡོང་ད་དེ་ནས་པར་གཉིས་པ་མང་དུ་ཁོང་རྗེས་སུ་ར་རྒྱའི་སློབ་གྲྭའི་ངང་ནས་བཞུགས་ནས་རེད་བཞུགས་ནས་ད་ཕར་ཆད་ལོ་གསུམ་འདི་དང་འགོར་ནས་རྗེས་གི་པར། ཨོ་ད་ལོ་གསུམ་ཙམ་ཙམ་འགོས་ངེས་ཀྱི་བར་དུ་ཡིན། གང་ལྟར་ཀྱང་ཉི་མ་དེ་ཁོང་ལུག་ཁྱིར་བཏང་ནས་མ། སློབ་མ་ཚང་མ་ལ་མར་འཁུར་ནས། དེ་ནས་འཇིགས་མེད་རྒྱ་མཚོའི་སྲང་གི་ད་ཡམ་ཚུན་རེད། སྤྱིར་བཏང་གི་སྐྱེ་བ་སྔ་ཕྱི་ཟེར་རྒྱུ་དེ་ཡུལ་ནང་དུ་གར་དེ་མེད་པ་ལས་ན་རང་ཅག་ཚང་མ་ངེས་ཅན་དུ་ཡོད་དགོས་ནས་ཉོས་པ་མེད་གི། ལྷག་པར་གངས་ལྗོངས་དགེ་རྒན་ཚང་མ་མཚོན་ར་རྒྱའི་ལྷོ་གླིང་གི་དགེ་རྒན་སོ་མཚོན་ན་ཡོད་ཚད་ལ་ཡིད་ཆེས་ནས་ཡོད་ཚད་ལ་དག་སྣང་དགོས། ནི་དེ་ལྟ་བུ་གཅིག་བྱེད་ཀྱི་དྲང་མོ་ཅན་གྱི་དད་པ་དག་སྣང་བརྟན་པོ་ཅན་དེ་ལྟ་བུ་རིགས་མིན། སྤྱིར་བཤད་པ་ཅུང་ཙམ་དང་ནི་ཡོད་ཚད་ཀྱི་ཟས་དྲུག་གི་རྗེས་སུ་མི་འབྲང་ནི་རིགས་དེ་ལ་ཕར་ཆེར་མི་ཆོག་པ་མེད། འོན་ཀྱང་དེ་རང་དངོས་བྱུང་གི་ལོ་རྒྱུས་ཀྱི་བར་དག་དངོས་བྱུང་གི་གནས་ཚུལ་འདི་ཡ་མི་འཛིན་ཀ་མེད་དྲིས། བྱིས་པ་ཆུང་ཆུང་ལོ་ལྔ་ཅན་འདིས་དར་ལྔ་ཡན་ཆོད་ལ་ཡིག་འབྲོག་གཅིག་ཀྱང་མ་བསླབས་པ་ཟེར་རེ་ཡིན་ནའང་གི་དེ་རང་བོད་ཡིག་འདོན་བྱེད་ཟེར་གི་ཡོད་གི་དེས་ན་ཁྱེད་ཅོ་སློབ་མ་ཚང་མ་གི་རང་རང་གི་ལག་ན་དཔེ་ཆ་གང་ཡོང་ཐམས་ཅད་ཡར་བཞོགས་དེ་ཀོ་འདོན་ཀ་འཇུག་རྗེས། དེ་ནས་སློབ་མ་ཚོ་གི་ད་རང་རང་གི་སློབ་དེབ་སུམ་རྟགས་སྙན་ངག་སྒྲ་དང་རྩིས་ད་བསྡུས་གྲྭ་བའི་དཔེ་ཆ། དེ་ནས་ཅིག་ལོ་རྒྱུས་ཀྱི་དཔེ་ཆ་འདྲ་ན་དེ་ལྟར་དཔེ་ཆ་རྣམ་པ་སྣ་ཚོགས་ཡར་བསྲིངས་ནས་དེ་ཡིན་ན་ཤེས་པ་ཆུང་ཆུང་དེ་ལག་ལ་བཞག་ན་ཐག་ཐོག་མེད་པར་འགོ་ནས་ཤར་ཤར་འདོན་ཐུབ་ནས་དེ་ལྟ་བུ་ཟི་རེད། དཔེ་ཆ་གང་ལག་ལ་བཞག་ན་ཐག་ཐོག་མེད་པར་འདོན་ཐུབ་ནས་དེ་ལྟ་བུ་ཟི་རེད། དེ་ནས་ཁོང་གིས་ད་དཔེ་ཆ་འདི་ཚོ་ཚང་མ་ཁོས་ཤེས་གི་ཟིག་ད། ད་འདོན་གྱི་མིན་ཅེས་དེ་ནས་འདོན་ཚིག་འདྲ་ནི་བཞག་ཡིན་འདོན་ཁ་མི་ཉན་གི། དེ་གི། ད་དགེ་རྒན་ཚང་མ་གི་ད་ནང་ཆོས་གང་འདོན་རྒྱུ་དེ་ནི་ད་ངི་ཁྱེད་རྣམ་པ། བརླམ་ཆོས་ཙི་འདོན་ཨ་ཟེར། ད་བརླམ་ཆོས། ཁིར་ཚང་གི་རྒྱུན་གི་ཡར་འདོན་ནི་འདི་རེད་ཟེར་གི། ད་བརླམ་ཆོས་དེང་ཐོག་ནས་ཤར་ཤར། མཚམས་མཚམས་ནས་བར་ནས་ཚིག་འདྲེ་རེ་རེ་ལོ་ཐོག་ལ་མི་ཡོང་ནས་དེ་ལྟ་བུ་ཅིག་རྒྱལ་སྐུ་རྒྱལ་ངེས་ཀྱི་དབང་དུ་སོང་བ་ལྟ་བུའི་ཉམས་འདི་ནི་དེ་རེད་དེ་ནས་འཇིགས་བྱེད་དཔའ་བོ་གཅིག་གིས་ཁྱོ་ག། དེས།

དེ་ནི་ང་ཚོའི་སློབ་གླིང་གི་ཆེད་དུ་བཀོད་སྒྲིག་བྱས་པའི་ལྟར་མཚོ་སྔོན་ཞིང་ཆེན་གྱི་བརྙན་འཕྲིན་ཁང་གི་གསར་འགོད་པ་ཚོས་ཟླ་བརྒྱད་ནས་ལྷ་འདྲེ་ལྟ་བུའི་སྐྱེས་པ་ཡ་མཚན་པ་ཟིག་ཡོད་གི། འོ་ད་འདི་ངོ་མ་གི་དེ་ལས་ལྷག་པའི་གསར་འགྱུར་ཡ་མཚན་ཡོད་ཀྱི་མ་རེད་ཅེས་ཁྱེད་གསར་འགོད་པ་ཚོ་ཡོང་ན་འགྲིག་གི་ཟིག་ང་ཚོའི་ཟླ་བརྒྱད་པའི་གསར་འགོད་པ་མང་བོ་ང་ཚོའི་སློབ་གླིང་ལ་ཆེད་དུ་ཡོང་ནི་རེད་དུས་སྐབས་དེ་ཁོས། བོད་ཡིག་མ་གཏོགས་རྒྱ་ཡིག་མི་ཤེས་ཡས་ཀྱི་རྒྱུན་པར་སོང་རྒྱུ་དེ་རེད་ཉི་མ་དེ་གསར་འགོད་པ་ཞིག་གི་བསྐྱར་འབྲི་བྱེད་ཤེས་ཀྱི་སྐ་སྦུག་དུ་བྱིས་པ་ཆུང་ཆུང་དེ་སྔུན་ན་བཞག་ནས་ཨ་ཁྱོས་བོད་ཡིག་རྒྱུ་མཚན་གང་ལ་བརྟེན་ནས་ཤེས་ནི་རེད་དེ་ལྟ་བུ་གསར་འགོད་པ་དག་གི་དྲི་བ་འདོན་གི་ཡོད་དེ་སྐ་སྦུག་འདིའི་སྟེང་ཨ། རྒྱ་ཡིག་གི་ཆིང་ཧྭ་ཏེན་ཧྲི་ཐའེ་ཟེར་གྱི་གི་རྒྱ་ཡིག་ཡིག་རྡོག་ག་ཅིག་ཡོད་ནོ་དེ་གཟིགས་ཡིས་ཞི་བ་ཆུང་ཆུང་དེ་དལ་མོ་བྱས་ཏེ་ཆིང་ཧྭ་ཏེན་ཧྲི་ཐའེ་ཟེར་གྱི་བ་ད་རྒྱ་ཡིག་དུ་ཐ་སྐར་བཏོད་ནས་དེ་ནས་བཟུང་སྟེ་རྒྱ་ཡིག་ཡོང་དོན་བྱས་ནས་བ་ད་རྒྱ་ཡིག་ཚགས་པར་དང་དུས་དེབ་བླ་སོགས་བ་ད་ཤར་ཤར་འདོན་མི་ཐུབ་ན་ཐར་ཉེར་མང་བ་ལ་བྱང་ཆ་ཆུབ་བསྡུ་བ་ནས་དཔེར་བཞག་ན་དབུ་མ།

ཁོང་གིས་རྒྱ་ཡིག་གི་དགེ་རྒན་ང་ཚོའི་སློབ་གླིང་ནང་རྒྱ་ཡིག་གི་དགེ་རྒན་ཧ་ཅང་གི་མཁས་པ་ཆེན་པོ་ཡོད་དེ་སོགས་མཚམས་མཚམས་ལ་གུས་སྤྲོ་བ་བཏོན་ན་ནང་ཆོས་དང་འབྲེལ་བ་ཡོད་པའི་དྲི་བ་ཧ་ཅང་གི་ཟབ་མོ་བའི་སྟེང་ནས་དྲི་བ་བཏོན་ན་དགེ་རྒན་དེ་ཚོ་གི་ཐད་ཀར་ལན་མི་ཕོག་ནས་དེ་ལྟ་བུ་གི་དེ་ནས་དུས་དེ་ནས་ཉི་མ་དེ་ནས་བཟུང་སྟེ་རྒྱ་ཡིག་ལའང་ཐ་ཐོག་མེད་པར་རྒྱ་ཡིག་གི་ཐར་ཉར་གོ་དཀའ་བ་མང་བོ་ལ་ད་མཐོང་མ་ཐག་པ་ནས་བྱས་ནས་རྒྱ་ཡིག་གི་ཐར་ཉར་མང་བོ་ཕུགས་ཐོག་ནས་བཤད་ཐུབ་ནས་དེ་ལྟ་བུ་རེད།

ཁྱོད་དགོན་པ་འདི་དག་གི་མིང་འབྲི་བའི་རྒྱུ་མཚན་ཅི་ལ་ཡིན་ཁྱོད་དགོན་པ་འདི་ཤེས་ངེས་རྒྱུ་ནི་དེའི་དྲིན་ཡིན། གོང་གི། འདི་དགོན་པ་འདི་ཚང་མ་ངས་ཤེས། དགོན་པ་འདི་སོགས་ཚང་མ་ང་འབྱོར་མྱོང། དགོན་པ་འདིའི་ནང་ནས་ངས་སློབ་གཉེར་བྱས་མྱོང། དགོན་པ་འདིའི་ནང་ནས་ངས་རྩོད་པ་རྒྱག་མྱོང་ཨ་ཅེ་ང་ཐད་ཀར་ལན་སྟན་རེ་ཕུལ། ད་ངོ་མ་གི་དུས་ཚ་ཡིས་ཤེས་རྒྱ་མི་ཚོར་སོང་སྐུ་འཕྲང་སྔོན་མ་དུ། ཁོང་གི། དགོན་པ་འདི་སོགས་ཀྱི་ནང་ནས་ཁྱོད་འཆད་ཉན་དང་གཅིག་རྩོད་བཞག་དབང་ལུང་མ་ངས་བྱས་ཚར་བའི་དགོན་པ་ཤ་སྟག་ཡིན་པའི་རྒྱུ་མཚན་གྱི་འོག་ད་ལྟའི་ལྟར་ཡོད་ཉི་ཚེ་བར་ཡ་མཚན་པ་ཡང་ཉི་མ་ཐེངས་གཅིག་ལ།

དེ་ནས་ཡང་ཉི་མ་གཅིག་ག་གོང་གི་ཟླ་འདི་ཉིན་གླི་ཚང་དགོན་པ་ཟེར་གྱི་ཡི་གེ་ཟིན་འབྲི་དངུལ་སྒོར་གཅིག་ནས་ནི་གླི་ཚང་དགོན་པ་ཟེར་དགོས་ནི་ཉིང་འདི་འདྲི་དགོས་ནི་རྒྱུ་མཚན་ཆི་ཟི་རེད་དེ་དེའི་ཞལ་ནས་འདྲི་འོ་ད་གླི་ཚང་དགོན་པ་གི་ནང་དུ་ནི་དཔེ་ཆ་ཟི་བྲི་ད་རུང་ཚར་མེད་ཡ་དི་ཟེར་གི་དཔེ་ཆ་གང་ཚར་མེད་ཟི་ནི་དེའི་ཞལ་ནས་འདྲི་འོ་ད་བྱམས་ཁང་ཆེན་མོའི་དཀར་ལྕགས་ཟི་ད་ནི་བྲི་ཚར་མེད། ཨོ་ད་ལྷུ་ཚང་དགོན་པའི་བྱམས་ཁང་ཆེན་མོའི་དཀར་ཆག་གཟི་དུ་ངི་ད་རང་འགྲུལ་ཚར་མེད་དུ་གསུམ་འཕྲོ་ཡི་འཛེར་གི་རྗེས་ནས་ད་སྐབས་ད་རང་རེའི་བོད་ཀྱི་རྩོམ་པ་པོ་ཨ་ཁུ་རྒྱ་སྤྲུལ་ལགས་ལ་ངི་དྲིས་ནི་ཡིན་ད་ད་ཁོང་ལྷུ་ཚང་དགོན་པའི་ད་ད་སྐབས་མང་རིའི་དགོན་འཛི་དཀར་ཆག་གི་ནང་འདིའི་ནང་མང་རིའི་དགོན་འཛི་ཞེས་པ་ནོར་དི་རེད་མང་རིའི་དགོན་ཆེན་གྱི་འདི་བྱམས་ཁང་ཆེན་མོའི་དཀར་ཆག་གསུམ་འཕྲོ་ཡི་འཛེར་རྗེས་སུ་ངོ་མ་གི་ཁོང་གི་རྩོམ་ཚར་ཡོད་ནི་མ་རེད་ཟི་དི་ཡི་གསུང་གི་དུ་ཡང་མྱི་གཅིག་གིས་ཀྱང་བཤད་པ་མ་ཡིན་པར་ཁོང་གིས་ཐད་ཀར་དུ་ང་བཤད་ནི་ཡིན་འཛི་དེའི་བདེན་ཧང་ང་ཡིན་འཛི། ད་གང་ལྟར་ཀྱང་དེ་ལྟ་བུའི་གནས་ཚུལ་མང་བོ་ཡོད་རེད་ད་ཁོང་གི་དངོས་གནས་རྗེས་དྲན་གི་གནས་ཚུལ་མང་བོ་ཡོད་ད། མང་བོ་མང་བོ་བཤད་ན་ཉོག་འཇོག་གི་གང་ལྟར་ན། དགུང་ལོ་ལྔ་གི་སྟེང་ནས་བཟུང་སྟེ་རྗེས་ནས་ང་ཚོའི་སློབ་གླིང་དུ་ཞུགས་ནི་རེད་ཁོའི་སློབ་གྲོགས་ཚང་མ་ལོ་ཉེར་བཞི་གསུམ་ཅན་ན་ཡོད་ནས་མཐོ་འབྲིང་བ་དག་རྣམ་གྲངས་མཐར་ཕྱིན་ནས་འཐོམ་གྲངས་འདི་མོ་ནི་སློབ་མ་ཤ་སྟག་རེད། འཐོམ་གྲངས་ཀྱི་ནང་དུ་བཞུགས་བཞུགས་ན། འཐོམ་གྲངས་ཀྱི་ནང་དུ་བཞུགས་པའི་ཟླ་བ་དེ་ནས་བཟུང་སྟེ་མཐར་ཕྱིན་པའི་བར་དུ། རྒྱ་ཡིག་དང་དབྱིན་ཡིག། བོད་ཡིག། རྩིས་རིག་གློག་ཀླད། རྫས་འགྱུར་དངོས་ལུགས་ལ་སོགས་པ་གང་རྒྱང་ན་རུ་ཁོང་གིས་བ་དག་རྒྱུགས་མམ་འཕྲོད་པའི་ཉི་མ་ཐོག་མ་གཅིག་ཡང་མེད། ནམ་ཡིན་ན་ར་སྐར་མ་བདུན་ཅུ་བརྒྱ་ཅེར་དགུ་བཅུ་སྐར་མ་བརྒྱ་ལ་སོགས་པ་བླངས་ཏེ། སློབ་གླིང་ལ་བཞུགས་པ་ནས་མཐར་ཕྱིན་པའི་བར་དུ། རྒྱུགས་མམ་བྲོས་པའི་ཉི་མ་གཅིག་ར་མེད། དེའི་རྒྱུ་མཚན་གྱིས། སློབ་ཁྲིད་དག་དུས་ཚོད་སྐབས་སུ་བྱས་པ་ཆུང་ཆུང་རེད་སློབ་ཁྲིད་དག་ཆེན་པོ་མྱང་གི་ཡང་མེད་གི། མཚམས་མཚམས་རེར་བཀྲས་བཅུས་སློབ་ཁྲིད་དག་གཟབ་ནན་བྱེད་ཀྱི་མེད་གི་དེ་བཞུགས་ན། འོ་ངའི་སློབ་གྲྭ་དང་གཟབ་ནན་བྱེད་མི་དགོས་ངི་ཚང་མ་ཤི་ཡ་ཟེར་ཨོ་ད་ཤི་ན་ཁྱོད་ལན་ཐོབ་ར་ཟེར་རྗེས་ན་ད་བསྡུར་གྲྭ་ཡིན་ན་ཆོག་སྙན་ངག་ཡིན་ན་སུམ་རྟགས་དག་སུམ་ལ་སོགས་གང་ཟིག་འཁྲི་གི་ཡོད་ན་ཨོ་ད་དེའི་འཁྲི་བྱ་དེ་ཤར་ཤར་ལན་འདེབས་ཐུབ་ནས་དེ་ལྟ་བུ་ཡིན་ནོ་ཁོང་གི་སློབ་གྲོགས་ཡོངས་སུ་རྫོགས་པ་གི་བྱས་ནས་སློབ་གླིང་གི་དགེ་སློབ་ཚང་མ་གི་བྱས་ནས་དེ་ལྟ་བུ་རེད་ཁོང་སློབ་གླིང་འདི་ནས་སློབ་མཐར་ཕྱིན་པའི་སྐབས་སུ་དགུང་ལོ་གཅིག་གཅིག་རེད་དགུང་ལོ་གཅིག་གཅིག་གི་དང་སློབ་མཐར་ཕྱིན་ནི་རེད་སློབ་མཐར་ཕྱིན་པའི་སྐབས་སུ། བོད་ཀྱི་ལོ་རྒྱུས་ལ་བཤད་པ་ཟེར་ད་དབུ་མའི་སྐོར་གྱི་བཤད་པ་གཉིས་དཔྱད་རྩོམ་འདི་ག་ཡིད་ཡམས་ཚན་པ་ཉོ་སོང་ནི་རེད་འདི་དགེ་རྒན་དང་སློབ་གྲོགས་གཅིག་གིས་ཀྱང་རམ་འདེགས་རོགས་རམ་མ་བྱས་པའི་སྟེང་ནས་ཁོ་རང་ཉིད་ཀྱིས་ནང་ཆོས་ཀྱི་རྩལ་ལ་བརྟེན་ཏེ་བརྩམས་ནི་ཟེར་རེད། འོ་ད་ནས་ནི་ངུ་པར་གཉིས་གཏོང་བཞག་ནོར་འདི་ཁོང་གིས་བྲིས་ནས་ད་ངུ་གོང་ནས་བོད་ཀྱི་ལོ་རྒྱུས་ལ་བཤད་པ་བརྫི་བཞག་ག་ཡིན་བཤད་པ་མ་རེད་ད་བོད་ཀྱི་ལོ་རྒྱུས་གང་སར་ཉིན་བྱེད་རེར་ཀུན་བོད་ཀྱི་ལོ་རྒྱུས་ཀྱི་སྤྱིར་བསྡོམས་ཀྱི་སྡོམ་ཚིག་ལྟ་བ་ཟེར་བའི་ཚིག་གཅིག་གི་ལམ་མི་འབྲས་བུ་ནི་རེད། ད་འདིའི་མཇུག་གི་འཇིགས་བྱང་ལ་བལྟས་ན་དགུང་ལོ་བཅུ་གཅིག་གི་སྟེང་དུ་སོང་ནི། ད་ཕྲུ་གུ་ཆུང་ཆུང་དེའི་མཚན་ལ་བློ་བཟང་འཇིགས་མེད་ཞེས་ཟེར་གྱི་ཡོད། ད་ཁོང་དགུང་ལོ་བཅུ་གཅིག་གི་སྟེང་དུ་དུས་ནས་ཟི་རེད། དེ་གའི་དབུ་མའི་གོ་སྐབས་བཤད་པ་གསུངས་ཡོད་ནོ་དི་ད་རུང་ཕར་ལ་འཁོད་མེད། གང་ལྟར་ཀྱང་ད་ཕར་ཆེར་འཛམ་གླིང་གི་སྟེང་ནས་བཤད་ན་ར་ལོ་བཅུ་གཅིག། ད་ཕར་ཆེར་འཛམ་གླིང་གི་སྟེང་ནས་བཤད་ན་ར་ལོ་བཅུ་གཅིག་གི་སྟེང་ནི་སྟེང་ནས་ཐོབ་འབྲིང་མཐར་ཕྱིན་པའི་སློབ་མ་ཕར་ཆེར་མེད་ནས་ཡོད་ན་ར་ཉུང་ཉུང་མ་གཏོགས་རྩ་བ་ཉིད་ནས་མེད་ནས་དེ་ལྟ་བུ་ལས་ནི་ཚང་མ་གི་མཆན་གསར་དུ་བྲིས་དེའི་རྒྱུ་མཚན་གི་ཐོབ་འབྲིང་གི་སློབ་མ་ཞིག་གི་སྦྱང་བྱེད་ཡོངས་སུ་རྫོགས་པ་དགུང་ལོ་བཅུ་གཅིག་གི་སྟེང་དེའི་སྟེང་ལ་སྦྱང་བ་མཐར་ཕྱིན་དེ་དར་སྐབས། མདོར་ན། མདོར་ན་བསྟན་པའི་འབྱུང་གནས་བླ་བྲང་བཀྲ་ཤིས་འགྱུར་གྱི་དངོས་དོན་གྱི་ཡེ་ཤེས་ཆེན་པོ་རྒྱས་དཔལ་དགར་འཇམ་རྩོད་ལྟའི། ད་གུང་ཐང་སྐུ་འཕྲེང་བདུན་པའི་ཡོངས་འཛིན་ཁོང་གི་མདུན་ན། ད་སློབ་གཉེར་གྱི་མདོ་སྔགས་རིག་གནས་དང་བཅས་པ་ལ་སློབ་གཉེར་གནང་བཞིན་པའི་སྐབས་ཡིན། དེའི་རྒྱུ་མཚན་གྱིས་དེ་རིང་འདི་ལྟ་བུའི་ལོ་དངུལ་སྤྱོད་འགའི་ལོ་རྒྱུས་ཕྲན་བུ་ཙམ་ཞིག་བགོས་ནས་རྒྱུ་མཚན། ད་རང་རེ་གི་ནང་ཆོས་དང་ཚན་རིག་ལང་གི་དྲ་གྲོགས་རེ་འགའ་གི་ཁོང་དང་འབྲེལ་བ་ཡོད་པའི་ལོ་རྒྱུས་རྡུམ་ཚན་རེ་གསུང་གི་ཡོད་མོད་དེ་གསར་ཁ་ཅུང་མ་ཐོན་པ་ལྟ་བུ་རེད་བསམ་མི་འདུག་གསར་ཁ་འདོན་རྒྱུའི་འགན་ཁུར་དེ་ང་ལ་བབས་ཡོད་གི་བསམ་ཡོད་པ་དེ་གཞི་ནས་ཡིན། སྤྱིར་ན་སྐྱེ་བ་སྔ་ཕྱི་ཡོད་མེད་གི་རིག་པ་དང། ད་འདི་ཚོའི་སྟེང་ནས་བཤད་པ་དང་ན། རང་གི་བསམ་ཚུལ་རེ་ཕྲན་པར་ཡང་གཞིགས་ན་མི་ཆོག་པ་མེད་པ་ལྟ་བུ་རེ་ར་དང་མཁས་པ་རྣམ་པ་སོགས་ཀྱི་བར་ཆད་གཟན་འཁོར་གཉིས་གསུམ་གྱི་རིང་ལ་སྒྲོག་ལང་མང་བོ་གནང་ཐལ། རང་རང་རང་རང་གི་བསམ་ཚུལ་བཤད་ནོ་མ་གཏོགས་གཅིག་གིས་ཀྱང་ང་ནི་བདེན་ལ་གཞན་ནི་གཏི་མུག་གོ་ཟེར་རྒྱུ་མ་གཏོགས། ད་རྩ་བ་ཉིད་ནས་ནང་བཅུད་དང་ཚན་རིག་གཉིས་ཀའི། འབབ་ས་གཅིག་ལ་འབབ་མི་ཐུབ་པ་ལྟ་བུའི་རང་རིགས་ཀྱི་གླང་ཚོམ་འདིའི་ནང་ན་ཡོད་པའི་ནང་ཆོས་དང་ཚན་རིག་པ་རྣམས་འབབ་ས་གཅིག་ལ་འབབ་མི་ཐུབ་མི་ཐུབ་པ་ལྟ་བུ་རེད། འོན་ཀྱང། མངོན་སུམ་ལ་བསྙོན་འདང་བའི་མཁས་ཡིག་ལས་མ་ཡིན་ནོ་གསུང་བ་བཞིན་དུ་འདི་ལྟ་བུའི་དངོས་བྱུང་གི་ལོ་རྒྱུས་འདི་ལ་བརྟེན་ཏེ་རྣམ་པ་ཚོ་གི་ལོག་བཟོས་བཟོ་རུ་གནས་པའི་སྒོ་ནས་མཚམས་འཇུག་རེ་གནང་རོགས་གནང། ད་དེ་རིང་འདི་ནས་དངོས་བྱུང་གི་ལོ་རྒྱུས་འདི་བཤད་ནོ་འདིའི་ནང་ན། ཧོ། ད་ལོ་རྒྱུས་དུ་དེ་ལྟར་མ་བྱུང་ན་ཡང་རྫུན་བཤད་པ་ལྟ་བུ། ཡང་ན་ཁ་སྣོན་བྱས་པ་ལྟ་བུ། དེ་ལྟར་རྩ་བ་ཉིད་ནས་མེད། ངག་ཤེག་སྐྱིད། མཉམ་མེད་ཤེག་སྐྱིད་རྒྱལ་པོའི་རྗེས་འཇུག་གི་དགེ་སློང་གི་གཟུགས་བརྙན་ཞིག་ཡིན་པའི་ཆ་ནས་ལུས་འདིའི་དཔུང་རུ་བཞག་སྟེ་ཕར་ཆེར་བཤད་ཆོག་ནི་དེ་ལྟ་བུ་ཟིག་ཡིན། ད་དེ་དང་དེ་ལྟ་བུའི་གནས་ཚུལ་མང་བོ་ཡོད་ན་ཡང་ད་ནང་ནས་མདོར་བསྡུས་མདོར་བསྡུས་གློ་བུར་དུ་རང་གི་དྲན་ཚུལ་ཙམ་ལ་གཞིགས་ནོ་མ་གཏོགས་ད་ཁོང་གི་སྐྱེ་བ་སྔ་མ་དྲན་ཚུལ་མང་བོ་ཡོད་ཟིག་ཡིན་ན་ཡང། ད། སྡིག་རྩ་ཡིད་ཆེས་རྒྱག་མཁན་ཚོས་དེ་གི་སྤྲེལ་སྐུ་ངོ་མ་ཡིན་ན་ར་ང་ཚོས་ཁུང་ཁྲི་མཐོན་པོ་ལ་བཞག་སྟེ་སྤྲེལ་སྐུའི་གོ་ས་ལ་བཀོད་དེ་ཁྲི་སྟོང་བྱས་ཡོད་དེ་བཞག་ན་ད་ལྷུང་བསྐུར་ག་ཉིག་ཅིག་གིས་སྐུ་འཕྲང་སྔུན་མ་གི་སྐུ་ཡོན་ལ་བརྟེན་ནས་བསྡད་དེ་མང་ཚོགས་དད་ལྡན་མང་བོ་ལ་འབུར་སྣུམ་དུ་བརྗེས་ན་ན་དེ་ལྟ་བུའི་བསམ་ཚུལ་རྩ་བ་ཉིད་ནས་མེད་ཁོང་རང་གིས་སློབ་གཉེར་བ་དཀྱུས་མའི་ལུགས་ཀྱིས་སློབ་གཉེར་བྱས་ཡོད་དེ་བོད་ཁ་བ་གངས་རིའི་ལྗོངས་ཀྱི་བསྟན་སྲིད་གཉིས་ཀྱི་ཁུར་ཐོག་པ་དུ་ཡོང་རྒྱུའི་སྨོན་ལམ་འདེབས་ཀི་ཡོད། དེ་མ་གཏོགས་ཁོང་སྤྲེལ་སྟོན་དངུལ་འཛིན་བྱས་ཁྲི་སྟོན་བྱས་དད་ལྡན་མང་ཚོགས་མང་བོ་གི་ལག་ནས་ད་སྒོར་མོ་བླངས་རྒྱལ་བ་འགྲུལ་བ་དང་ལྷག་སྡུག་ཤུགས་ཆེན་པོ་བྱས་རྒྱལ་ན་ནི་དེ་ལྟ་བའི་དམིགས་ཡུལ་རྭ་རྒྱའི་སློབ་གླིང་གི་དགེ་རྒན་དག་གཅིག་ལ་ར་མེད་དེའི་རྒྱུ་མཚན་གྱིས་སྐྱེ་བ་སྔ་ཕྱི་ཟེར་རྒྱུ་ཟིན་མིན་ན། ད་རང་རེའི་ཚང་མ་དང་འདས་ནས་ཕུག་རོན་དཀར་བོ་ལགས་ཀྱི་གསུང་འབུལ་ཡོད་ནོ་ལྟར་དུ་བཀར་ཏེ་སྐྱེ་བ་སྔ་ཕྱི་ལ་མེད་པ་དུ་གསར་ཐག་ཆོད་པོའི་སྒོ་ནས་རང་རེ་གི་ཤེས་སོང་ན། དེ་རང་གི་མི་ཚེའི་འདར་སྣང་བ་གང་ཐུབ་ཞིག་བཞག་ན་ཆོག་ནི་དེ་ལྟ་བུ་ཟི་རེད། ཡིན་ན་ཡང་རང་གིས་རང་ལ་འགོག་གཡོག་ནི་བཙན་པོ་མ་གཏོགས་སྐྱེ་བ་སྔ་ཕྱི་ཡོད་པ་དུ་ལུང་དང་རིག་པ་ཉམས་མྱོང་དངོས་བྱུང་གི་ལོ་རྒྱུས་གང་གི་སྟེང་ནས་བཏང་ནས་བལྟས་ན་ཡང་གསར་ཐག་ཆོད་པ་ཡིན་པའི་རྒྱུ་མཚན་གྱིས་འདི་ལྟ་བུའི་དངོས་བྱུང་གི་ལོ་རྒྱུས་འདི་ལ་སྐྱིན་བྱས་ཏེ། ནང་ཆོས་དང་ཚན་རིག་ནང་གི་དྲ་གྲོགས་རྣམ་པ་ཚང་མ་གི་རྩོད་པ་གི་ཆེད་ཙམ་ཙམ་མ་ཡིན་པར་བསམ་བློ་ནང་ལ་བསྐུར་ནས་འོ་ད་སྐྱེ་བ་སྔ་ཕྱི་ཡོད་པའི་སྟེང་ལ་བསམ་བློ་ནང་ལ་བསྐུར་ཡོད་བསམ་གཞིག་གནང་རོགས་གནང། ཨོ་ལོ་སོ་ད་དེ་དེ་རང་འདས་ནས་བྱ་རྒྱུ་ཅུང་མང་ད་ད་འདི་དངོས་བྱུང་གི་ལོ་རྒྱུས་དེ་ཅིག་རྒྱུད་རིམ་ཟིག་བཤད་ན་ཉུང་ཉུང་ཟིག་གི་སྟེང་ནས་བཤད་ན་ར་འདི་ལྟ་བུ་ཟིག་མི་བྱེད་ག་མེད་འདྲ་ཟིག་རེད་དེ་རྒྱུ་མཚན་གི་འདིའི་ནང་ནས་ང་རང་གི་ཚིག་གི་སྡེབ་སྦྱོར་མ་འགྲིག་པ་ཡང་ན་མ་བསྐྲུན་པ། བསྡུས་སྐྲུན་ཡོད་པ་ལྟ་བུ་ཡོད་ན་རང་སྐྱོན་ཡིན་པ་མ་ཟད་ལོ་རྒྱུས་འདི་དངོས་སུ་བྱུང་ནོ་དེ་ལ་བྱེད་ལས་ཅུང་ཙམ་ཡང་མ་བྱས་པའི་སྒོ་ནས་དྲང་ངེས་ཀྱིས་གཞན་ལ་ཕན་སེམས་གཅིག་གི་ནས་ལངས་ཏེ་བཤད་པ་ཙམ་པོ་མ་གཏོགས་ད་འདིའི་ནང་གི་ཚན་རིག་གི་ཕྱོགས་འཛིན་མཁན་རྣམས་ལ་ཆེད་དུ་དགག་པ་གཏོང་རྒྱུ་ཅི་ཡང་མ་ཡིན་པ་འོ་ད་དངོས་སུ་འདི་ལྟ་བུའི་ལོ་རྒྱུས་བྱུང་ནོ་དུས་རྭ་རྒྱའི་སློབ་གླིང་གི་དགེ་སློབ་སྟོང་ཕྲག་ལྷག་ཟིག་གིས། བ་ད་ར་རྒྱའི་སློབ་གླིང་གི་དགེ་སློབ་སྟོང་ཕྲག་ལྷག་ཟིག་གི་ཡོངས་སུ་རྫོགས་པ་གི་འདིའི་རྒྱུ་མཚན་དང་གསལ་བོ་ཤེས་ནས་ཟེར་ནི་གི་ང་གཅིག་བུ་མིན་ན་གཞན་པ་བྲིས་ན་ཡང་ཟེར་སྐད་ད་འདོན་མཁན་མང་བོ་ཡོད་ནི་རེད་དེའི་རྒྱུ་མཚན་གྱིས་ད་དྲ་གྲོགས་རྣམ་པ་ཚོ་གི་འདིའི་ནང་ནས་ཁོང་དང་འབྲེལ་ར་ཡོད་པའི་ལོ་རྒྱུས་རྒྱུ་མཚན་རེ་གསུང་གི་ཡོད་ནོ་དེ་ལ་ཁག་གསབ་ཀྱིས་ཚུལ་དུ་འདོད་དུས་ཚུལ་ཞུས་བ་ཡིན་བཀའ་དྲིན་ཆེ།